ད་ལྟའི་ཆ་ལ་ཁོ་རང་དེ་དག་ང་ཚོ་ཚོ་བོད་བརྒྱུད་ནང་བསྟན་གྱི་སངས་རྒྱས་ཀྱི་བསྟན་པ་ལ་གཞུང་ཆེན་དཀར་པོའི་ལྔ་ཡོད་པ་ན་གཞུང་ཆེན་དཀར་པོའི་ལྔའི་ནང་ནས་ཀྱང་དེ་དག་ཕར་ཕྱིན་གྱི་སེམས་བསྐྱེད་ཐོག་ལ་སློབ་སྦྱོང་གནང་དང་གནང་མུས་ལ་བཞག་ཞུས་པ་ཡིན། འདི་ངོ་སྤྲོད་མདོར་ཙམ་ཡིན། ད་ང་རང་ཚོས་ཀྱི་དྲི་བ་དྲིས་ལན་ལ་དངོས་སུ་ང་ཚོས་ཀྱི་དབུ་འཛུགས་ཞུ་བ་ཡིན་ན། དང་པོ་ནས་ང་ག་རེ་ཞུ་དགོས་སམ་ཟེར་ན་ན། སྐུ་ཞུ་ལགས་འདི་ཡིས་ང་རང་ཚོས་ཀྱི་ཀུན་འདུས་ཀྱི་ནམ་རྒྱུན་ནས་བཟུང་སྟེ་འདབ་གཤོག་གཉིས་ལྡན་བྱེད་དགོས་ཞོར་ལ། བལ་བོད་ཀྱི་གནའ་བོའི་གི་རིག་གཞུང་དང་གནའ་བོའི་གི་ཤེས་ཡོན་དང་ད་ག་ནང་བཞིན་དེང་དུས་ཤེས་ཡོན་གཉིས་འདབ་ཤོག་གཉིས་ལྡན་བྱེད་དགོས་རེད་ཀུན་དུ་ཡང་ནས་ཡང་དུ་གལ་ཆེན་པོ་གསུངས་གནང་ཡོད་རེད་བྱས་ཙང་ཁོ་ཚོ་ལ་ཁྱེད་རང་ཚོས་ན་འདི་གར་ཆེ་ནས་གལ་ཆེན་པོ་འདུག་འདི་ལ་དེང་དུས་ཀྱི་ཤེས་ཡོན་དང་གནའ་རབས་ཀྱི་ཤེས་ཡོན་ལ་མཐུན་པའི་ཕྱོགས་དང་མི་མཐུན་པའི་ཕྱོགས་དང་ཡང་དགེ་མཚན་ག་འདྲས་རོ་ཞེས་མཐོང་གི་འདུག།
འདབ་ཤོག་གཉིས་ལྡན་བྱེད་དགོས་ཟེར་རོ། རེད་ད། འདི་དང་པོ་དེང་དུས་ཀྱི་ཤེས་ཡོན་དང་གནའ་རབས་ཀྱི་ཤེས་ཡོན་ལ་ཡོད་ད་ཁོ་འདི་མ་ཁེགས་ཤིང་ལ་འོ་ར་ས་མཚམས་ཅིག་འཚེ་འོ་དོ་དེ་ས་མཚམས་མེད་པ་ཡིན་ན་ཡང་ཁོ། ག་བ་ཡིན་ག་བ་ཡིན་པའི་ཧ་བོ་མི་འདུག་དེ་ཡིན་དུས་ད་ང་རང་འགྲོ་ཡིན་ན་ད་ལྟ་དེ་བྱས་དེ་ཡོད། ད་ལྟ། Scientific Revolution བྱུང་རོགས་དུས་རབས་བཅུ་བདུན་བཅོ་བརྒྱད་བཅུ་དགུ། དེ་ནས་མ། ད། ད་བཅུ་དགུ་ཉི་ཤུ་དེ་ནས་མ་ཡ། དེའི་སྒང་ད་དེང་དུས་ཤེས་རབ་ཤེས་ཡོན་ལ་ཡ་དེ་བྱས་རོགས། དེ་ནས་ཡ་དུས་རབས་སྒང་ད་བཅུ་དྲུག་བཅོ་ལྔ་བཅུ་དེ་ནས་མ་ཡ། དྲུག་ཡོད་ད་ག་ཚོད་ཡིན་ན་དེ་གནའ་རབས་ཀྱི་ཤེས་ཡོན་དེ་བོ་བྱས་དེ་ཡོད། ཨ་འདི་ནང་དུ་ད་དང་པོ་གནའ་རབས་ཀྱི་ཤེས་ཡོན་ལ་དུས་བཟང་པ་ལ་ད།

ད་ཅིག་འཇིག་རྟེན་པོ། བཟོ་ངན་འགྲོ། ད་འཛམ་གླིང་ང་ཚ་བཟོ་ངན་མི་བཟོ་ངན་འདི་འདྲའི་འགྲོ། Concept དེ་ཁྱི། ཨ་ནི་འདི་གང་ལ་ཨ་ནི་འདི་ཡི་ཆེད་དུ་ཨ་ནི་མི་དང་འདི་བར་ལ God འདི་བར་ལ་འབྲེལ་བ་གོ་ར། འདི་ཁོང་ཚོའི་ཨ་ནི Divine Law ལ་ནི་འདི་འདྲའི་ལག་ཡོང་གི་དོ། ཨ་ནི་འདི་རྒྱལ་སོང་ན Divine Law འདི་རྒྱལ་སོང་ན་ཨ་ནི་ཁོང་ཚོའི་སྡིག་པ་ལ་ཡི་འདི་ལའོ་རེད། ཨ་ནི་འདི་གང་ལ་ཤུགས་ཆེན་པོ་ཨ་ནི་ཁོང་ཚོའི་ག་རེ་ཡོད་ལ་ན། ད་ཡིད་ཆེས་བྱེད་ནི་འགྲོ་ཡ།

གང་ཚེ་ད་ང་ཚོའི་བཟོ་ངན་འཛམ་གླིང་བཟོ་ངན་འདི་འདྲས་ཆེ་ཨ་ནི་ཁོང་ཚོ་ལ་ཡང་ད་ལྟ་དེ་ཆོས་པ་བོད་ཡ་དང་དེ་འདྲས་ཡོད་པ་ཆེ་ཨ་ནི་ཁོང་ཚོ་ལ་ཡང་གཞན་པ་དང་མ་འདྲ་བའི་རྒྱུ་མཚན་ཡི་ཆད་ཡོད་རེད་དད་པ་ཡོད་རེད་གང་ཚེ་ཡོད་རེད་ཨ་ནི་རྒྱུ་མཚན་ཡང་ཏེས་ཏེས་སྐྱོ་ཡ་རེད་ཡོད་ཁྱོད་ད་ཞེ་དྲག་གི་མེད་ན་ཡང་ཨ་ནི་རྒྱུ་མཚན་སྐྱོ་ཡ་ཡོད་པ་ད་ཁོང་ཚོ་ལ་མེད་ཡོད་མ་ར་ད་རྒྱ་གར་དང་ཅིག་ད་མུ་སྟེགས་པ་ནས་རྒྱུ་མཚན་ཞུ་སྐྱོ་ཡ་ཡོད་པ་དང་ཨ་ནི་ད་ད་ཅིག་ཡོ་གིག་ལེ་རོ་ད་ཅིག་འབྲི་བུ་ཞུ་སྟོན་ཡ་ཡོད་རེད་ད་ཁོང་ཚོ་ལ་ཅི་ནས་ཡིན་ནའི་ད་ནང་པ་དེ་ག་རེར་ཆགས་སྡོད་འདུག་ལ་ན། ནང་ད་ནང་པ་དེ་རྒྱ་ག། ཉམས་རྟོགས་ཉམས་འདུག་ད་འདི་ནང་ལོ་བྱུང་དུས་ཙམ་པ་ལ། སངས་རྒྱས་བཅོམ་ལྡན་འདས་དང་པོ་ངེད་ལ་མུ་སྟེགས་པའི་ཆོས་གང་ཚེ་གནང་རོ། རོ་ཡ། ཨ་ནི་འདི་ནི་ཕྱིས་སུ་ཨ་ནི་ཅིག་བདག་མེད་ཀྱི་རྟོག་བ་ལས་ནི་གོ་ཁ་ག་ཆགས་འདྲི་རོ། ཨ་ནི་ནང་པས་ཀྱི་ཨ་ནི་ཅིག། God། དེ་འདི་ལ་ཨོར་ཏེ་ཡིན་ནའི། Creator དེ་འདི་ཁྱེད། མ་ཡིན་པ་ཅེ་འགྲོ་བ་རིགས་དྲུག་ནང་ནི་ཀྱེ་ཅེ་གོ་ལ་ན་མ་གཏོགས། ཅེ་ཁོ་ཚོའི་བསམ་བློ་བཏང་བ་ནང་བཞིན་མེད་པ་ཅེ། འདི་གང་ལ་ཨ་ནི་ཅིག་ནང་ཆོས་ལ་ཡིན་ད། ཀྱི་དད་པ་དང་ཡིད་ཆེས་གཙོ་བོ་དེ་ཡོད་འགོ་རེད། དད་པ་མེད་ན་ཁོ་ས་བོན་ལ་སོགས་པ་ཚིག་པ་ནང་བཞིན་ཡིན་ལབ་པ་ར། ཨ་ནི་དེ་ནས་ནང་པ་ནང་ལ་ནི་དད་པ་ཡོད་པ་ཅེ་ཨ་ནི་དེ་ནི་ཆོས་པ་ལ་སོགས་པ་བོད་ཡ་དེ་འདྲ་ཡོད་པ་ཅེ་ཨ་ནི་ད་ག་ནང་བཞིན་དུ་གཙོ་བོ་རྒྱུ་མཚན་བསྐྱོན་ནས་འགྲོ་དགོས་ཡ་དེ་རེད་ད་དད་པ་དད་པ་ལང་ཡ་ཅིག་གཉིས་འགྲོ་བྱས་ཡོད་འདུག་དོ། དབང་ནུས་ཆོས་ཀྱི་རྗེས་འབྲང་དང་ཨ་ནི་དབང་འདུས་ཆོས་ཀྱི་རྗེས་འབྲང་ད་དད་པ་ལ་འདུག་དད་པ་ནི་གཙོ་བོ་དེ་མཐར་ཐར་ཐུག་ན་དྲི་མ་མེད་པར་རིག་པ་ཉིད་ཀྱིས་དབྱེ་དགོས་ཏེ། ལ་དྭགས་ཀྱི་རིག་པ་རང་ཐུགས་ནི་སྒྲོག་གོ་དོ་སྣང་བརྗོད་ལ། ཨ་ནི་རིག་པ་དང་འགལ་བའི་དོན་དེ་གྲུབ་རྟགས་དེ་ཚོ་ཁས་ལེན་བཟོ་ན་ཨ་ནི་སྨྲ་བ་པོའི་ཚིག་མི་སྐྱེ་བོ་མི་རུང་བས་གསུང་དུ་བྱ་རོ། ད་རིག་པ་དང་འགལ་བའི་ལྟར་དེ་ཚོ་ཁས་ལེན་བྱས་ནས་སྒྲོག་བདེ་བ་ཡིན་ན་ཅིག་རྟག་པར་བདེ་བོ་མ་རེད་ལ་ཡང་དེ་རེད། བྱས་ཙང་འདི་ཡིན་དུས། ཨ་ནི་དེང་སང་ད་ཚན་རིག་མང་ལས་སོ། ཚན་རིག་དེ་ག་རེ་ལ་ན་གོ་བ་སླ་ཡ་དེ་ཁོང་ཚོས་ད་ཁས་ལེན་མེད་པ་བྱས་ད་གདོང་རྒྱ་བས་ཞུས་ནས་གཡུལ་བས་འགྲོ་བ་རེད་ད་གོ་བ་འདྲ་མེད་པ་བྱས།

ཁའི་དོན་ཨེས་ཡོད་མ་ར་ད་རྡོ་རྗེ་ན་སྣུམ་དོན་ཨེས་ཁའི་ཡོད་མ་ར། ད་ལྟ་རྒྱུ་མཚན་ཡོད་གི་ད་མུ་ཏིག་པ་དེ་ཚོ་ལ་ཡོད་པ་ཀོ་དགུ་རྒྱུ་མཚན་དཀར་གིག་རེ་བྲོས་ན་ཨ་ནི་ཁོང་ཚོའི་འགྲོ་དགོས་ཡ་ཅེ། ད་རྒྱུ་མཚན་བསྐྱོད་ནས་པའི་གཙོ་བོ་འགྲོ་དགོས་ཡ་དེ་ཡ་ཤེས་དགོས་པར་ཁ་ཅིག་སེམས་ཁམས་ཀྱི་རིག་པ་དེ་ཚོ་ནང་ཆོས་ལ་ད་མུ་ཏིག་པའི་ཆོས་ལ་ཡོད་པ་ནང་བཞིན་གྱི་དེ་འདུས་གཞན་ལ་མེད་དུས་ཨ་ནི་ཁོ་གཉིས་ཀ་འགོ་དགོས་ར། བྱས་ཙང། དམ་ཆོས་གཉིས་ལྡན་ལ་བརྩོན་པ་དང་དངོས་མ་ག་ཅི་དང་རྒྱུ་མཚན་སྐྱོན་ནི་འགྲོལ་བའི་རིགས་པ་ཁ་ཅིག་ཏུ་བདེན་བཟོ་ལ་ཡི་བསམ་བློ་དང། བདེན་བཟོས་གང་ནི་ག་རེ་ལན་ཡང་འདུག་ར། ལེན་དགོས་ཡ་མང་པོ་ཡོད་ར་ད། དག་ནང་བཞིན་གྱི་དེང་དུས་ནི་ཡང་ནི་ག་རེ་ལན་ལེན་དགོས་ཡ་འདུག་དེང་དུས་ད་སློབ་གྲྭ་ན་མང་པོ་སྦྱང་དགོས་ར། དེ་འདི་མཉམ་དུ་བོད་ཆོས་བཏང་ན། དཔེར་ན་གློག་གློག་ང་ཚོ་ལེབ་ཀྲོབ་ཏོ་དེ་འདྲས་རེད། གཙོ་བོ་ནང་ལོག་ག་ཅིག་ད་སོབ་ཕི་ཡོར་ཡོང་རྒྱུ་ར། དེ་གས་དེ་ད་མི་དབུ་མ་ནི་ཡོང་བདེ་བས་ད་གནའ་རབས་ནི་ཡོང་བདེ་བས་བདེ་བ་ནི་ཅིག་ལན་ཡང་བྱས། ཨ་ནི་དེང་སང་གི་ཕྱི་ལོག་ག་ཅིག་ད་ཧརྡ་བེར་འགྲོ་ཅིག་ན་འགྲིག་ར་ད།

རེད་ད་གཙོ་བོ་ད་ནང་ཆོས་ལབ་དུས་ཙམ་པ་ད་རྒྱ་གར་ནང་དུ་བྱུང་བ་བྱས་ཨ་ནི་རྒྱ་གར་ནང་དུ་ད་ཕལ་ཆེར་སངས་རྒྱས་བཅོམ་ལྡན་འདས་ཀྱི་རང་ཉིད་གསུང་ཡོན་འདི་ད་པཱ་ལི་དང Sanskrit ལེགས་སྦྱར་སྐད་ཡིན་དུས། ད་དེ་དུས་སྐབས་དེར་བྲིས་པའི་ལུགས་སྲོལ་དེ་ཞེ་དྲག་ཡོད་ས་མ་རེད། གར་གྱི་ནང་གང་ཟག་ཅིག་མངོན་ཤེས་ཡོད་དུས་ཙམ་པ་ལ་ཆེས་ནག་ཐོག་ནས་ཡོད་བསྡད་པ་དེ་འདྲས་ད་ཕྱིས་སུ་ཕྱིས་སུ་ཨ་ནི་བཀའ་བསྡུས་རིམ་པ་དེ་འདྲས་བྱུང་དུས་ད་ཁོ་བྱས་འགོ་བཙུགས་པ་ར་དེ་དུས་ད་ལེགས་སྦྱར་སྐད་ད་པཱ་ལི་སྐད་ནང་ལ་ཡོད་པ་དེ་ད་མར་བཟའ་གཙོ་བོ་དེ། ཡིན་ན་ཡང་ད་ད་འདུག་ཡོད་ད་བོད་བརྒྱུད་ནང་བསྟན་དུ་སྐབས་དུས་ད་ད་ལྟ་སྐབས་དེ་བར་ད་ལེགས་སྦྱར་བྱུང་སོང་ན

བུ་ཡི་དང་རྒྱ། བུ་ཡི་དེ་ལྟར་རྒྱ་སྐད་དེབ་ནག་རིག་སྐད་ནང་བསྒྱུར་བཞག་ད་དཔེ་བླངས་ནས་བཟོ་བཞག་ཡོད་རོ། དེབ་ནག་རིག་སྐད་ཁོ་རང་ཨ་ནི Sanskrit སྐད་ནས་ད་གོ་འཕྲོས་བ་ཡིན་དུས Family ད Family འགྲོ་ད་ནང་མི་འགྲོ་གཅིག་པ་ཡིན་དུས་བཟང་པ་ལ་དེའི་ཐོག་ནས་བསྒྱུར་བསྒྱུར་བཞག་དུས་ད་དཔེ་ན་རྒྱ་དང་ད་ནང་བཞིན་གྱི་བུའི་ནང་ལ་བསྒྱུར་བཞག་དུས་ཨ་ནི་དེའི་ཐོག་ནས་ད་ཁོ་ལེགས་བྱ་སྐད་དང་དེས་འདྲ་བ་ཡིན་པའི་རྒྱུ་མཚན་བསྟན་ཏེ། འཁོར་འདི་རྣམས་བསྒྱུར་སོང་ན། དེས་འདྲ་བོ་ཡོང་བཤད་ཀྱི་རོ། ཆུ་དང་ཆུ་གང་ལ་ཆུ་བྱ་བ་དང་ཞེས་འདི་འདྲའི་བརྒྱ་ཆ་བརྒྱ་ནི་བརྒྱ་མེད་བ་ཡིན་ནའི། ད་ག་རོ་སྐད་ཅིག་ཡང་ཡོང་སྲིད་པས་དཔེར་ན་ལེགས་བྱར་སྐད་ཁོ་རང་ཕྱིན་སོང་ན་དཔེ་ཡག་པོ་ཡོད་ས་རེད་དཔེར་ན་ཁུ་ནུ་བླ་མ་བསྟན་འཛིན་རྒྱལ་མཚན་འགྲོ་བ་ཆ་ཤོས་ན། ཁོ་རང་ལེགས་བྱར་སྐད་ཡག་མཁྱེན་པ་བཅས་ནི་ནང་ཆོས་ཡོད་དུས་ཏེ། ཁོང་གིས་ད་ཅིག་ལེགས་བྱར་སྐད་ནས་ཅིག་གོ་བ་ལེན་སྟངས་དང།

བུའི་ལྗང་མགོ་བར་གར་སྦྱིན་ལ་ན། ད་ལྟ་སོག་པོ་ཡིན་ནའི་རེད་ད་ལྟ་ཡི་མ་ལའི་རིགས་རྒྱུད་ཡིན་ནའི་རེད་དེ་མ་ཡིན་པའི་རྒྱ་མི་ཡིན་ནའི་རེད་ཁོང་ཚོ་ནང་ཆོས་སྦྱང་དུས་ད་ཨུ་ཚུགས་བསྐྱལ་ནས་བུའི་ལྗང་ཡོང་དོ། ཁོང་ཚོས་ད་དེ་རིན་ཐང་དེ་ཧ་གོ་འདོད་ཡིན་ན་དེང་སང་བོད་པ་དེ་ཚོ་ཡང་ཅིག་ཨིན་ཇི་ནང་ལ་རྒྱུར་མང་པོ་ཡོད་རེད་ད་ཨིན་ཇི་ནང་རྒྱུར་མང་པོ་ཡོད་རེད་ད་ཡིན་ན་ཨིན་ཇི་ནང་ལྗང་རྒྱུ་དོ་གར་སྦྱིན་ལ་ན་ད་གཞོན་སྐད་དེ་གི་ད་ང་ཨིན་ཇི་དེ།

ཨ་འདི་གོ་བ་དེ་ལན་ཚ་བོ་ཞུ་གོ་དེ་ད་མི་ཞེ་གང་ལ་མ་ལམ་སྟོན་བྱེད་གོ་ར་ད་པ་ཆེ་གོ་ར་ཤེས་གོ་ར་ད་དེང་སང་ར་ཡ་དེ་ག་ཡང་བོད་སྐད་ནི་འདང་གི་མི་འདོ་བོད་སྐད་དེ་ཡང་ཅིག་ཁྱབ་ཆེན་པོ་ཡོ་མ་ར་ས་ཡ་ཕྲུག་ཁ་ཤས་ཤི་མ་དུ་ད་རྒྱབ་གི་མ་ར་ཡ་དེ་དོན་ཡང་ཨིན་ཇི་སྐད་དེ་བཞིན་སོ་ན་ཨ་ནི་གོ་ནང་ཆོས་སུ་སུ་ཤིང་གོ་དེ་ཡང་ཅིག་ཨིན་ཇི་ཐོག་ནི་ཕ་ཤེ་ཡ་ཡོང་གི་ར་ངོ་ཚོ་ད་ངོ་ཚོ་ད་ཁྱབ་བྲལ་གོ་བའི་སྐད་དེ་མ་དེ་ན་སུ་ཤིང་གོ་དེ་ཡང་ཕ་མི་ལ་ཤེས་དུས་ཙམ་པ་ལ་ཡང་ཅིག་ཨིན་ཇི་སྐད་བཞིན་སོ་ན་ཡག་པོ་འདུག་བྱེད་ཐབས་གཙོ་བོ་དེ་ག་རེ་ལ་ན་ད། ལེགས་སྦྱར་སྐད་དེ་ཡིས་རབས་འདི་བྱས་འདི་མ་ཡིན་པ་བུ་ནི་བུ་གིན་སྦྱང་དགོས་ཡ། དེ་ནས་འདི་མཉམ་འདུག་ལ་ནི་སྐད་དུ་སོ་སོ་ག་ཚོད་ཤིང་ཡོད་ན་ཨིན་ཇི་ན་ཡོད་ཟེར་ན་དེབ་དེ་ཨིན་ཇི་ན་ཡོད་ཨིན་ཇི་ན་སྦྱང་དགོས། ག་ཅི་ན་ནི་བོད་པ་གཞན་གཞན་ལ་སྟོན་ཡ་དོན་དང་དང་ཧིན་དི་ན་ཡོད་ཟེར་ན་ཧིན་དི་ན་སྦྱང་དགོས་ཡ་གཞན་ལ་སྟོན་ཡ་དོན་དང་དུ་ཟིན། ཨོ་ལགས་ལགས་སུ་ཨོ་ཀུ་ཤི་ལགས་ཐུགས་ཆེ་གནང་ཞུ་ཡ་ཡིན་ད་དྲི་བ་གཞན་པ་ཞིག་ག་ཆགས་འདི་གུ་དུ་ཞུ་བ་ཡིན་ན། ཀུ་ཤི་ལགས་ཀྱིས་ང་རང་ཚོའི་གི་ད་བོད་པའི་གཞོན་སྐྱེས་ལ་སྐུ་མདུན་གྱི་ཡང་ནས་ཡང་དུ་ག་རེ་བཀའ་སློབ་ག་རེ་ཕེབས་དེ་སྐོར་ཞུ་བ་ཡིན་ད་ང་རང་བོད་པ་སྤྱི་བོ་གནམ་བསྟན་ཡོངས་ལ་ནང་པའི་ཆོས་དང་ནང་པའི་ལྟ་གྲུབ་ནང་པའི་ཚེ་རིག་ལ་ཡོད་ལ་སློབ་སྦྱོང་བྱེད་དགོས་ད་དཔེ་མི་སྲིད་པའི་གལ་ཆེན་པོ་གསུངས་གནང་གི་ཡོད་རེད་བྱས་ཙང་སྐུ་ཞུ་ལགས་ཀྱིས་ང་རང་ཚོ་ལ་ད་དམིགས་བསལ་གྱི་བོད་པའི་གཞོན་སྐྱེས་དེ་ཚོ་ལ་དེབ་རེ་རེ་རེ་ངོ་སྤྲོད་བྱས་པའི་ཐོག་ནས་དེ་ཚོའི་ཐོག་ལ་མདོར་བསྡུས་སྙིང་བསྡུས་ངོ་སྤྲོད་བྱས་ད་དེ་ཚོ་ལ་སློབ་སྦྱོང་བྱེད་དགོས་གོ་བ་རྒྱུ་མཚན་གལ་ཆེན་ནི་གལ་ཆེན་པོ་རེད་དེའི་ཐོག་ལ་གསུངས་གནང།
རེད་ད་དེ་གོང་ས་མཆོག་གིས་དེ་ད།

བོད་ལ་འགྲོ་དུས་ཙམ་པོ་ལ་ད་དགེ་འདུན་ཆེན་པོས་ཁོ་མཉམ་དུ་མ་ཡོང་རྒྱུར་ད་རྒྱ་གར་ན་དགེ་འདུན་ཆེན་པོས་ད་རྒྱ་གར་ན་ལས་ཡོད་རོགས། དེ་ཁོ་མཉམ་དུ་ལས་དགོས་རོགས་ད་ཁོ་རང་ཞུ་རེད་ད་ར་ཨོ་ལ་ལ་ན་རོ་ཡ། ཨ་ཁོ་ཡི་བཤད་སྟངས་ག་རེ་ལ་ན་ད་རྒྱ་གར་ལ་ཆོས་ཉམས་ཡོད་དེ་ནང་ཆོས་ད་ཉམས་ཡོད་དེ་ག་རེ་ལ་ན་དངུལ་མ་ཡིན་ན་ད་ཨོ། གྲྭ་བ་གྲྭ་བ་དང་ད་རྒྱུན་ལྡན་ཁག་དང་ཨ་ནི་ད་ད་ཡུ་ནི་ཝེར་སི་ཏི་ལ་ན་བྲིས་འདུག་དེ་ཚོས་ཀྱིས་ད་ཨོ། འབྱིན་རྔམ་པས་གསུམ་དང་ཐོས་པ། ནང་ཆོས་ལ་དུས་གསུམ་པ་ལ། ལུང་དང་རྟོགས་པ་དང་ལུང་རྟོགས་ཀྱི་ཡོན་ཏན་དང་སྦྱིན་པ་འདི་ལ་དང་པོ་སྦྱང་ཨ་ནི་ཉམས་ལེན་བྱས་འདི་རོ། འདི་གཙོ་བོ་དེ་དང། གདན་ས་གདན་ས་དང་གདན་འདྲེན་གྱི་བྱེད་དེ་ཨ་ནི། མི་མང་དཀྱུས་མ་དེ་ཚོ་ཡི་དང་གཙོ་བོ་དང་དེ་ལ་རོགས་བྱེད་དང་གསོག་ཉམས་ཕུལ་ཡ་ལ་སོགས་པ་དང་ཨ་ནི་ཅིག། དེ་ཡི་གྲོགས་བྱེད་ཡ་དང་མ་གཏོགས་གཞན་ཁོ་རང་ཚོ་ཡི་ཞེ་ར་ཞེ་ར་མེད་པ་དེ་འདྲ་དང། ནང་ཆོས་ཁོ་རང་གི་འདིང་སློབ་སྦྱོང་བྱེད་ཨ་ནི་དེ་ཉམས་སུ་ལེན་ཡ་དེ་མེད་པ་བྱེད། ཨ་ནི་དེ། པར་དེ་ཐོབ་ཏུ་ཡ་གང་ལའང་དང། དང་དམར་ལས་བ་ར་དང་དམར་ལ་དུས་དང་གོ།

བསླབ་བྱ་གླེང་བ་རང་དང་ལོ་གིན་བསླབ་བྱ་དང་དེང་སང་དང་དེ་འདྲའི་བའི་གདན་ས་ཁག་དང་དེ་འདྲའི་ལ་ཅིག་མ་ཡོང་ཡ་འདོར་དང་དེ་ཕྱི་ལོག་ནས་དེ་འདྲའི་ཡོང་ཡ་ད་ཁག་པོ་རེད་དེ་ནས་དེང་སང། དོན་ངན་མི་བརྒྱ་ཡོད་ཟེར་ན་གླེང་ངན་ཞེ་དྲག་མི་འདུག་གྲགས་རྒྱུན་ཞེ་དྲག་མེད་པ་བྱེད་བཅུ་གཉིས་བཞི་བཅོ་ལྔ་ད་འདི་བརྗེད་ཟིན་གི་མ་རག་དེ་ཡིན་དུས་ད་མི་དམངས་ཁོ་རང་ནས་ཅིག་གོ་རྟོགས་སྤེལ་སོང་ན་ཨ་ནི་ཅིག། སྔོན་མ་ནང་ཞིག་ལོ་རྒྱུས་ལ་བལྟས་ནས་ཟིན་ད་ནང་ང་ཚོ་དེ་སྐད་དེ་འདྲའི་ཡོང་བ་ནང་བཞིན་ད་ལྟ་ཡོང་གི་མ་རག་ད་གཅིག་དེ་ལས་ད་ནང་བཞིན་ནང་ཆོས་དྲང་སོང་ན་ནི་སུ་སུ་ཐར་པ་དང་དེ་འདྲས་ཀྱི་ཞིག་ལམ་ལ་མ་འགྲོ་བ་ཡིན་ཁར་ལོག་ད་མ་བྱུང་བ་ཡིན་ན་ཡང་ད་ཚེ་འདི་ལ་ཡང་ཆོག་བསམ་བློ་བཏང་ད་གུ་ཡངས་པོ་ཨ་ནི་སེམས་པ་བཟང་པོ་དེ་འདྲས་ཡོང་གི་རོགས་ཚེ་བཟང་དེ་རེད་བསམ་གྱི་འདུག་ར་ཡ་རྒྱུ་མཚན་དེ་དེ་འདྲས་རོགས་ང་རང་དེ་འདྲས་གོ་བ་ལེན་གྱི་ཡོད་འགྲོ་རྒྱུག་ཐོག་ནས་ད་ར་ཧུ་ལ་ལ་ཁ་ཆེ་དེ་ཨ་ནི་དེབ་ལ་ཡ་དེ་རེད་ད་དེབ་ནང་ལོག་ད་དེང་སང་གོང་ས་ཚོགས་ཀྱི་གསུང་བ་ནང་བཞིན་གྱི་ཨ་ནི་ནང་པའི་ཚན་རིག་ནང་པའི་ལྟ་གྲུབ་ནང་པའི་ཨ་ནི་ཚན་རིག་ལྟ་གྲུབ་ནང་པའི་ཆོས་ལ་ཡ་དེ་རོ། དང་པོ། འདི་ཡིན་ད། ནང་པའི་ཆོས་འདི་ཡིན་ད་ཡ། ད་ནང་པའི་ཆོས་ནང་ད་ནང་པའི་ཆོས་ད། ད་ནི་ད། ཐེག་པ་ཆེན་པོའི་ཆོས་ལ་དུས་མཚུངས་པ་ད་ལམ་སང་གི། གོ་བ་ལེན་དུས་ལམ་སང་གོ་ན་ད་འདི་བདེན་པ་ཞིག་ལ་ཡ་ནང་སང་ད་སློབ་གྲྭ་སྤུ་བས་ན་བདེན་པ་ཞིག་ལ་ཡ་ནི་ད་འོ་ད་ནང་ཆོས་ལ་བདེན་པ་ཞིག་ལམ་སང་ལིག་རོ། ད་ནང་བཞིན་གྱི་ཡ་ནི་ད། ཨ་ནི་ཕ་ལ་ཡང་ལ་རྒྱའི་ལ་ཡ་དེ་འདྲས་ཡོད་རེད་ད་དེ་འདྲས་དེ་ཁོ་ཡ་ཡོངས་གྲགས་འགྲོ་ཅིག་དོ་སྣང་འགྲོ་བྱེད་ཀྱི་ཡོད་པ་ཅེ་དེ་མ་ཡིན་ད་ང་དེ་དེབ་དེ་ཏུན་གྱིན་འཕྲོ་སོང་ད་ནང་པའི་ཆོས་ནང་ལོ་ད་ནང་པའི་ཆོས་ནང་ལོ་ལ་ཨ་ཨ་སྤྱོད་འཇུག་ལ་ཡ་དེ་ཡོད་རེད་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལ་ཡ་ད་སྤྱོད་འཇུག་ཅེ་ད་དེ

ད་འདིའི་ལྟེ་བའི་རྒྱུ་མཚན་ནི་ག་རེ་ལབ་ན་ད་འདིའི་གཙོ་བོ་དང་རྙིང་མ་ལ་མ་ཞིག་གིས་བརྩམ་བཞག་བརྒྱུད་རོ། མཁན་པོ་ཀུན་དགའ་དཔལ་ལྡན་ལ་འདི་བརྩམ་བཞག་བ་འདི་འགྲེལ་པ་འགྲེལ་པ་བརྒྱབ་བཞག་དུས། འདིའི་ལྟེ་བའི་རྒྱུ་མཚན་ལབ་ན་ད་འདིའི་སྐད་ཅིག་ད་ལྟ་བསྒྱུར་འདི་དབྱིན་ཇི་ནང་ལོ་འདུག་རོ་ཡ། དབྱིན་ཇི་ནང་ལོ་ཞུས་འདུག་ད་ལྟ་དབྱིན་ཇི་ནང་ལོ་ད The Nectar of Manjushri ལ་ཡ་འདུག་བྱས་ཙང་ད་འདི་སློབ་སྦྱོང་བྱེད་ངེས་ཡིན་ན་རྐྱེན་གཉིས་ཀ་ཐོག་ནས་ད་ལྟ་སོ་སོ་བས་གོ་བ་ལེན་ཡ་དེ་ད་ལྟ་བུའི་ནང་ལ་ཁྲིད་བཞག་པ་དེ་གོ་བ་ལེན། ད་མི་ལ་ཤེས་གོ་གོ་ར་ད། སུ་རེད་ད་ཤེས་ཐུག་གོ་ར་ད་དེ་དུས་ཨན་ཨིན་ཇི་ནས་སྦྱང་རྒྱུ་དེ་ཨན་ཕ་སྦྱང་ནས་ཨ་ཕ་ལམ་སང་གོ་རང་ཅིག་ལམ་སང་དྲན་གྱི་མི་འདུག་ང་ཚོས་ད་ཨིན་ཇི་རྒྱབ་འདུག་ཨོ་ད་ནང་དོན་ད་ཤེས་གོ་ར་ད་རྒྱབ་མ་ཐུབ་ནས་ཨན་དེ་ཨིན་ཇི་ནས་སྦྱང་སོང་ནོ་ཨན་ཅིག་ཀྲག་ཀྲག་ཀྲག་ཀྲག་ལ་ཡོད་གི་རོ་ཡ། སོ་སོ་བས་གོ་བ་ལེན་སོ་སོས་དེ་ཆ་གང་ཐུག་ཐུག་ཉམས་ལེན་བྱེད་ཨན་དེ་ནས་མ་མི་ལ་ཤེས་དུས་ཨིན་ཇི་ནས་ཏག་ཏག་གཉིས་ཀ་ཐོག་ནས་སྦྱང་ན་ཡག་པོ་འདུག་ལ་ཡང་པ་ཨན་དེ་ན

ཨ་ནི་ཡིན་ན་ད་ལྟ་ནི་མི་སྤྱོད་རིགས་ཁག་གིས་བྲིས་བྱས་ཡོད་དེ་ཡང་དེ་རེད་དོ། གར་ས་ད་ཁོ་རང་གི་ཅིག་རྒྱབ་རྫོང་གི་གནས་ཚུལ་དེ་རྒྱབ་ལོག་གི་ཅིག་ད་ཁོ་རང Scientist རེད་དོ Science གང་ལ་སློབ་སྦྱོང་བྱེད་དུས་ཡང་ནི་ཁོ་ཡི་སྙིང་རྗེ་འབྲེལ་བྱེད་རྒྱབ་སྟངས་དེ་ཡང་ངོ་ཚོད་དང་དེ་སྲིད་མ་འདྲ་བར་དེང་སང་ཚན་རིག་གི་ད་བརྟག་དཔྱད་ཀྱི་རབ་དང་རིམ་པ་མང་པོ་བྱེད་དགོས་དེ་ཡི་གྲུབ་འབྲས་དང་ཨ་ནི་དེང་སང་ཨ་ནི་ཅིག Climate སྙིང་རྗེ་མེད་པ་ཡིན་ན་ཨ་ནི་སྐྱོན་ག་རེ་ག་རེ་ཡོད་མེད་ཡོད་ར་ད་སེམས་ཅན་མང་པོ་ཅིག་སྲོག་འགྲོ་བཞག་གོ་རེ Species མང་པོ་ཅིག་བརླག་འགྲོ་གོ་རེ་ཨ་ནི་ད་ཨ་ནི་ཅིག་ཁོར་ཡུག་སྲུང་སྐྱོབ་དང་དེ་འདྲས་བྱས་ནི་ཁོ་འབྲེལ་བྱེད་རྒྱབ་སྟངས་ཅིག་ལོག་ཅིག་དོ།

School སློབ་གྲྭས་ལྟ་ཚུལ་འདི་ཚོ་དཔེ་ལོ་ཁ་ནས་བསྐྱོད་ནས་ག་འདྲའི་ག་འདྲའི་མཁས་པ་ག་འདྲའི་ག་འདྲའི་ཡོད་མེད་དང་དེ་འདྲའི་ལྟ། དང་པོ་སྦྱང་དུས་སྦྱངས་པ་འདི་སྦྱང་དགོས་ཏོ། ཨཱ་ནི་དེ་ནི་ག་ལི་ག་ལི་ཡག་པོ་སུ་སུའི་ཧ་གོ་སོང་ན་དེ་ནི་ཨཱ་ནི་དེ་ནི་མ་མགོན་པོ་ཀླུ་སྒྲུབ་ཀྱི་གཞུང་ལ་དཔེ། ཁུངས་བཏུ་ཡ་དང་དེ་ནི་མང་པོ་བོད་ཡིག་མཁས་དབང་ད་ལྟ། རྗེ་རིན་པོ་ཆེ་གི་ཨཱ་ནི་ལྟ་བའི་སྒང་ནས། དེབ་ལྔ་བརྩམས་ཡོད་རོ། དེ་སྔ་ལ་ལྟ་འདི་ལྟ་བས་གནས་ཚུལ་མཐོ་ཡིན་དུས་ལྟ་དང་པོ་འདི། ངེས་པར་དུ་འདི་ལྟ་དགོས་ཏོ། ཨཱ་ནི་འདི་ག་ལི་ལྟ་འདི་སུ་སུ་ཤེས་ཡའི་དུས་ལྟ་ལ་རོ་སུ་སུ་ཤེས་ཡའི་དུས་ལྟ་ལ་ཡིན།

ནང་པའི་ཚན་རིག་ལྔ་དེ་ཅང་ནང་པའི་ཚན་རིག་ལ་ལྟ་བཤད་དེ་ལྟ་མང་པོ་ཡོད་རེད་ད་རྡུལ་ཅན་གྱི་རྣམ་ཤར་དེ་འདྲའི་བཤད་ཡ་ཡོང་གི་རོ། རྡུལ་ཅན་གྱི་རྣམ་ཤར་བཤད་ཡ་ཡོང་གི་རེད་དྭང་ནང་བཞིན་འཇིག་རྟེན་གང་འདྲའི་ཆ་རེད་ལ་ཡ་དོན་བཤད་སྟངས་མང་པོ་ཡོང་གི་རེད་ད་འདི་ཚོ་ཕར་བཞག་ནས་ད་ངས་གཙོ་བོ་དེ་གལ་ཆུམ་གར་ཅིག་ཡོང་ནང་པའི་ག་ཅིག་ད་ལྟ་དེ། སེམས་ཁམས་རིག་པ་འགྲོ་སྟངས་ཅིག་ཡོད་ལ། Buddhist Psychology། དེ་གལ་ཆུམ་ཅིག་དེ་ཡོད།

པོད་ལྔ་པ་འདི་རེད། ལེགས་སོ་རྣམས།
Volume Five འདི་ད་འདི་ནང་ལོགས་ནས་ད། གདན་ས་ལ་ཡིན་ན་ཀོ་གཞུང་བཀའ་པོད་ལྔ་ད་འདི་ནང་ལོགས་ད་རྩོད་པ་ཐོག་ནས་འགྲོ་གི་ར་འདི་ཚོགས་སྒྲིག་བྱེད་བཞག་གི་ཧང་སང་ཡ་ད། ཚོགས་སྒྲིག་བྱས་པའི་རྒྱུ་མཚན་ཁོ་རང་ད་འདི་ཡིན་གི་ར་ད། དེང་དུས་བཤད་ཡོན་གའི་སྡེ་མ་ཡིན་པ་ད་འཛམ་གླིང་སྤྱི་ལ་ཕན་ཡ་དུས་ད་ར། ད་འདི་ནང་ལོགས་ཁྱོད་རང་འགྲོ་སོང་ན་ཨ་ནི་སེམས་ཀྱི་འགྲོ་སྟངས་ཧང་སང་ཡ་ཧང་སང་ཡ་ད་ཁོ་དོར་དུས་དོར་དུས་དོར་དུས་ཨ་ནི་སེམས་རེ་རེ་བཞིན་སེམས་ད་སེམས་བྱུང་འགྲོ། ལོ་རེ་གཉིས་སུ་དབྱེ་བ་ལོ་རེ་བདུན་དུ་དབྱེ་བ་རྟོགས་པ་ལ་ན་ག་རེ་རྟོགས་མེད་ལ་ག་རེ་དང Definition དེ་གང་དེ་གང་ནས་བཞིན་ཁོ་ཡི་མཚན་གཞི་དེ་གང་ནས་བཞིན་ཁོ་ཡི་གི་བྱེད་ལས་གང་ཅི་ཡོད་ནི་དབྱེ་བ་དེ་ཚོ་ཧང་སང་ཡག་པོ་རོ། ད་ཁྱོད་ཚོས་དེ་བལྟ་ཐུབ་ན་ནི་འདི་ག་ཅིག་འགྱུར་འདི་དེང་སང་ཨིན་ཇི་ནང་སླེབས་དོ་དེ་འདི་རེད།
འདི་ངེད་ཅག་རང་གསར་བ་དེ་མ་རག་འདི་གསར་བ་དེ་རེད་ད། ངེད་ཅག་རང་འདི་དབུ་འབྱེད་གནང་ས། རེད་རེད།

ད་ནུབ་ཕྱོགས་ཀྱི་སེམས་ཁམས་འགྲོ་སྟངས་དེ་ངས་སློབ་སྦྱོང་བྱས་ཡོད་མ་རག་དྲང་པོ་བཤད་ན་ད་གང་འདྲའི་གང་འདྲའི་ངས་ཧའོ་མེད། ཡིན་ན་ཡང་ད་ད་ལྟ་ད་ད་ང་ཚོ་དེ་བ་ལ་བློ་རིག་ལ་ཡི་འཛིན་འདྲ་འགྲོ་སོང་ན་ཡིན་ན་དེ་འདྲའི་རང་ཅིག་མེད་པའི་སོར་འགྲོ་འདུག་ཁོང་ཚོ་ལ། ག་ཅིག་ན་དེ་ད་ཡང་ཅིག་ང་རང་དེ་ཤར་ག་ཚོ Eastern ག་ཅིག་ད་ཁོང་ཚོ་དེ་བྱས་ཡོད་མ་རག་ཨ་ནི་ཧའོ་མེད་དོ་ཡང་ཅིག་བོ་སྐྱག་སྐྱག་ཡིན་མི་འདུག་ཡིན་ན་ད་ནང་པའི་གི་དེ་བྱས་དུས་ཡང་ཀོ

བྱས་ཙང་ཁོ་ཚོ་ཡོང་བའི་རྒྱུ་མཚན་དང་དེ་དོ་སྣང་བྱས་པའི་རྒྱུ་མཚན་དང་རང་ག་རེ་རེད་ལབ་ན་ཁོ་ཚོ་དང་ཅིག་མེད་པ་ཧ་གོ་ནས་ནི་ཅིག་སྦྱང་གོ་སྦྱང་ག་ལས་དགོས་རེད་བསམ་གྱི་འདུག་ར་ད་ང་རང་ངོས་ནས་ད་སྤྲེལ་ག་ཅིག་ད་ལྟ་དེ Psychology ཅིག་སྦྱང་མོད་དུས་ཨ་ནི་བྱས་ད་ཤ་ཧ་གོ་མོད་ད་རྒྱུ་མཚན་དེ་འདྲའི་ཕྱིན་ད་ཁོ་ཚོ་མང་ཡོང་གི་འདུག་ལ་ཡར་འགྲོ་དང་ཨ་ནི་གོང་ས་མཆོག་གིས་དེ་འདྲའི་གསུང་གི་འདུག་ལ་ད་དེ་འདྲའི་གི་ད་རྒྱུ་མཚན་གཏན་ནས་རེད་མ་གཏོགས་ང་རང་གི་ད་ཁོ་ཚོ་ད་ཁོ་ཚོའི་གི་ལུགས་དེ་ད་ང་རང་ཅིག་ལུགས་ཅིག་ད་ཨ་ནི་ཁོ་ཇི་གོ་སྐྱེ་བ་དེ་འདྲའི་གལ་མེད་ཡ་ང།

བྲིས་སོང་ན་ཡང་ཅིག་མང་དྲགས་བ་འདྲོགས་དང་ཅི་འདྲས་ཡོང་གི་ཡོད་ཙང་ཁོ་རང་དེབ་དང་ཅིག་ཏག་ཏག་འབྲེལ་གི་མེད་ཙང་ཨ་ནི་ཁོ་ཁ་ཤས་བཞག་བཞག་ཡོད་དོ་ཁོང་ཚོས་དྲི་ཨེ་ལྟ་ཡོད་རེད་ཤེས་ཨེ་ལྟ་ཡོད་རེད་དེ་ཁོ་དེབ་ཀྱི་རྡོར་གྲངས་ཀྱི་ཕྱི་ན་འདི་གང་ཟག་གོ་ཨེ་ཡོད་རེད་ལྷག་མ་དེ་གོ་ཨེ་ཡོད་རེད་ཨ་ནི་དེ་ནོར་སླ་ཡོད་རེད་ལྷག་མ་དེ་ཨོ་ཟ་ཁོ་རང་ཅིག་ཐང་ཤེས་འདོད་ཡོད་ན་ཡང་ཁོ་ཤེས་མ་ཐུབ་པས་ལྷག་དེ་ཡོད་ར་དེ་ཚོ་གོ་ཨེ་ལ་ན་ནོར་སླ་ཡོད་རེད་ནོར་སླ་ཨ་ནི་ཁོང་ཚོས་ད་གང་ཟག་ཡོད་མ་ར་ད་གང་ཟག་ཡོད་མ་ར་ཨ་ཁོང་ཚོས་ད

ལགས་སོ་ལགས་སོ་ཀུ་ཤུ་ལགས་བཀའ་དྲིན་ཆེ་ཐུགས་རྗེ་གནང་ཞུ་ཡིན་ད་དེ་རིང་ང་རང་ཚོས་ཀྱི་གླེང་མོལ་བྱེད་ས་ང་ཚོས་བསམ་ཚུལ་བརྗོད་ལེན་བྱེད་ས་དེ་ང་རང་ཚོས་འབྲས་སྤུངས་བློ་གསལ་གླིང་གི་དགེ་འདུན་པ་འཇམ་དཔལ་བསོད་ནམས་ལ་ཕྱག་བྲིས་དགོས་རེད་ད་དེ་རིང་གི་ང་རང་ཚོས་ཀྱི་སྐད་ཆ་འདི་རྣམས་བློ་ལ་དམིགས་བསལ་གྱི་ད་བསམ་ཚུལ་བརྗོད་ལེན་དེ་རྣམས་ལ་གལ་ཆེན་པོ་ག་རེ་ཀུ་ཤུ་ལགས་ག་རེ་གལ་ཆེན་པོ་ཚུགས་གནང་སོང་ཞུ་བ་ཡིན་ན་ང་རང་ཚོས་ཀྱི་ནང་པའི་ལྟ་གྲུབ་དང་ནང་པའི་ཆོས་ཚན་རིག་ཐོག་ལ་ད་ང་རང་ཚོས་དམིགས་བསལ་གྱི་དེབ་དེ་ཚོ་སློབ་སྦྱོང་བྱས་ཡོད་ར་དེབ་ཐོག་ཏུ་སློབ་སྦྱོང་བྱས་ད་ད་ག་ནང་བཞིན་གྱི་ང་ཚོ་ནང་པའི་སེམས་ཁམས་རིག་པའི་ཐོག་ལ་སློབ་སྦྱོང་བྱས་བྱས་ལ་དམིགས་བསལ་གྱི་སེམས་ཁམས་རིག་པའི་ཐོག་ལ་སློབ་སྦྱོང་བྱེད་ངེས་གཙོ་མ་ཟད་པའི་བོད་པའི་གཞོན་སྐྱེས་དག་ད་བོད་པ་འཇིག་འཇིག་སློབ་སྦྱོང་བྱེད་དགོས་པ་དང་ད་ག་ནང་བཞིན་གྱི་ད་ང་རང་ཚོའི་གི་མཐའ་སྟོབས་འདི་ལ་ང་རང་ཚོའི notes ལ་སློབ་སྦྱོང་བྱས་བྱས་ལ་ཕྱི་ཕྱི་དང་དེབ་སློབ་པའི་སྐབས་ལ་ཡང་ང་ཚོའི་གི་ད་དེབ་བྱུགས་ནས་ཐ་མ་པ་ད་སློབ་གོ་རེ་ནས་དེ་ནས་ཀྱང་དེ་བས་ཀྱང་འདི་རྣམས་ལ་ནི་གལ་ཆེ་ཆུ་ནའི་ཆུ་ཆུ notes ལ་ཤུགས་ཆེན་པོ་རྒྱལ་བྱས་ད་ཁ་ཆེ་བ author གྱི་ད་ཁོ་རང་རྩོམ་པ་པོ་གྱི་ད་ཁོ་རང་གི་ད་བེད་ཀོ་ར་དམིགས་བསལ་གྱི་ཤེས་ཡོན་དང་མཁྱེན་རྒྱ་ཆེན་པོ་ཡོད་དུས་ཁོ་རང་ཚོ་གིས་ལྷག་བྱ་རྒྱུ་བ་འབད་དགོས་ར་ག་ལོར་ད་ཤེས་ཡོན་གཏིང་ཟབ་རྒྱ་ཆེན་པོ་དེ་ཚོ་རྒྱབ་ལ་ཡོད་ཤེས་དེ་ཚོ་ལ་ང་ཚོ་དོ་སྣང་བྱེད་དགོས་དམིགས་བསལ་གྱི་དཔེ་གལ་ཆེན་པོ་ཆགས་བསྡད་ཀྱི་ཡོད་རེད་བྱས་ཙང་ང་རང་ཚོ་བོད་པའི་གཞོན་སྐྱེས་དེ་ཚོ་ང་གཅིག་པུ་ང་གཅིག་པུ་མ་རེད་ད་ང་རང་ཚོ་བོད་པའི་གཞོན་སྐྱེས་ཚང་མས་ངེད་ད་དེའི་བསམ་བློ་ན་ཞར་བའི་ཐོག་ནས་གང་ཐུབ་ཐུབ་ཀྱིས་ལག་ལེན་གལ་ཆོད་ལ་ད་འབད་བརྩོན་བྱས་ཞོར་ཏིང་ངེ་དཔེ་མི་སྲིད་པའི་གལ་ཆེན་པོ་མཐོང་གི་འདུག་གཞོན་ཡིན་བྱས་ཙང་འབད་བརྩོན་གང་མང་མང་གནང་རོགས་གནང་གཞོན་ད་ང་རང་ལས་ག་ལེ་གི་ལས་གང་ཐུབ་ཐུབ་ཀྱིས་འདོད་གཟུགས་བློ་ཡ་ཐབས་ཤེས་བཏང་ཡིན་གཞོན་ཡིན་བྱས་ཙང་ང་རང་ཚོ་གི་དེ་རིང་གི་གླེང་མོལ་ནང་གི་འདུས་པ་སྐུ་ཞི་ལགས་འདིས་འཇམ་དཔལ་བསོད་ནམས་ལ་ཕེབས་བར་ང་རང་གི་སྙིང་ཐག་པ་ནས་ཐུགས་ཆུང་གནང་བཀའ་དྲིན་ཆེ་ཞུ་ཡ་ང་རང་ལ་ལས་ཀའི་མང་པོ་བྱུང་ས་དེ་ག་ནང་བཞིན་གྱི་གཞོན་སྐྱེས་མང་པོ་ལ་ལས་ཀའི་ཐོབ་པའི་སྨོན་འདུན་མང་པོ་ཡོད་གཞོན་ཡིན་ཆེ་བཀའ་དྲིན་ཆེ། བཀའ་དྲིན་ཆེ། ལ་སོགས་ཐུགས་ཆུང་གནང་བཀའ་དྲིན་ཆེ།